མ་སུ་རི་བོད་ཁྱིམ་སློབ་གྲྭས་གསར་འགྱུར་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་ཞུས་བ་དང་འབྲེལ་དེ་རིང་བོད་ཟླ་གསུམ་པ་ནག་པ་ཟླ་བའི་ཚེས་ཉི་ཤུ་རྩ་བདུན་ཕྱི་ཟླ་ལྔ་པའི་ཚེས་སུམ་ཅུ་སོ་གཅིག་རེས་གཟའ་པ་སངས་ཉིན་ལ་མ་སུ་རིའི་བོད་ཕྲུག་ཁྱིམ་སྡེ་ཚོགས་པས་ཟླ་བ་ལྔ་པའི་གསར་འགྱུར་ལས་རིམ་ཁག་དངོས་སུ་དབུ་འཛུགས་ཞུ་རྒྱུ་ཡིན། འཛིན་རིམ་བཅུ་པ་དང་བཅུ་གཉིས་སློབ་མ་ཡོངས་ལ་རྒྱ་གར་རྒྱལ་ཡོངས་ཡིག་རྒྱུགས་ཁྲོད་གྲུབ་འབྲས་ལེགས་པོ་ཞིག་སོན་ཡོད་པའི་སྐོར། ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་དགེ་རྒན་ཕ་མའི་ཐུག་འཕྲད་ཐེངས་དང་པོ་འདི་ཟླ་འདིའི་ཕྱི་ཚེས་བཅུ་དྲུག་ཉིན་འཚོགས་གནང་བའི་སྐོར། སློབ་ཚད་ཁང་ཚན་ནང་ཁུལ་བར་རིག་གཞུང་འཁྲབ་སྟོན་འགྲན་བསྡུར་གནང་བའི་སྐོར། བོད་པའི་སློབ་ཆེན་ཡོངས་ནས་འཛིན་རིམ་བཅུ་པའི་ཡིག་རྒྱུགས་ནང་རྩིས་འབུལ་གསོན་པའི་སློབ་མ་བསྟན་འཛིན་ལེགས་བཟང་ལགས་ལ་བཅར་འདྲི་ཞུས་པའི་སྐོར། བཅས། ཟླ་བ་འདིའི་ནང་གི་གལ་ཆེའི་ལས་རིམ་ཁག་ཕྱོགས་བསྡུས་ཞུས་ཡོད་པའི་གནས་ཚུལ་རྒྱས་པར་གཤམ་ལ་རིམ་པས་གསན་གཟིགས་ཡོང་བར་ཞུ། འཛིན་རིམ་བཅུ་པ་དང་བཅུ་གཉིས་སློབ་མ་ཡོངས་ལ་རྒྱ་གར་རྒྱལ་ཡོངས་ཡིག་རྒྱུགས་ཁྲོད་གྲུབ་འབྲས་ལེགས་པོ་ཞིག་སོན་ཡོད་པའི་སྐོར་ལ་སློབ་མ་བསྟན་འཛིན་མཚུངས་མེད་ལགས་ཀྱི་གསུངས་པར་གསན་གཟིགས་ཡོང་བར་ཞུ། འདི་ལོའི་མ་སུར་བོད་ཁྱིམ་སློབ་ཆེན་འཛིན་རིམ་བཅུ་པ་དང་བཅུ་གཉིས་ཀྱི་སློབ་མ་རྣམས་ལ་རྒྱལ་ཡོངས་ཀྱི་ཡུལ་ཕྱོད་ལྔ་ལ་གྲུབ་འབྲས་ལེགས་པོ་ཞིག་སོན་ཡོད། དེ་ཡང་འཛིན་རིམ་བཅུ་གཉིས་སློབ་མ་གཉིས་དང་འཛིན་རིམ་བཅུ་པའི་སློབ་མ་དྲུག་གིས་བརྒྱ་ཆ་དགུ་བཅུ་ལྷག་སོན་ཡོད་པ་དེས་སློབ་ཆེན་བསྔགས་བརྗོད་ཀྱི་བྱ་དགའ་སུལ་རེ་བཙུགས་གནང་སོང། དེའི་རྗེས་འཛིན་རིམ་བཅུ་གཉིས་སློབ་མ་གཉིས་ཀྱིས་གཏམ་བཤད་གནང་སྐབས་ད་ཆ་ཁོ་གཉིས་བརྒྱ་ཆ་ལེགས་སོན་གྱི་གདེང་ཇེ་མཐོར་ལངས་ནས་གཏམ་བཤད་གནང་རྒྱུའི་ཡི་གེ་བཟང་གི་གོ་སྐབས་ཐོབ་པ་དེ་དགེ་ལས་རྣམ་པའི་ལྷག་བསམ་ཟོལ་མེད་ཀྱི་བཀའ་དྲིན་ལ་བརྟེན་ནས་ཡིན་པ་དང་ཕྱོགས་མཚུངས་སློབ་གྲོགས་ཕོ་མོ་ཡོངས་ལ་སློབ་སྦྱོང་བྱེད་ཕྱོགས་དང། སློབ་གྲྭའི་བྱེད་སྒོ་རྒྱ་མིན་ཐོག་གནམ་ཞུགས་གནང་རྒྱུར་གལ་གནད་ཆེ་བ་ཡིན་པའི་ཐོག་ལ་གསུངས་སོང། དེ་བཞིན་ཚན་རིག་སྡེ་ཚན་གྱི་སློབ་མ་གཅིག་དང་སྒྱུ་རྩལ་སྡེ་ཚན་གྱི་སློབ་མ་གཉིས་ལ་དགའ་བདེ་ཕོ་བྲང་གི་གསོལ་རས་ཐོབ་ཐུབ་པ་བྱུང་ཡོད། ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་དགེ་རྒན་ཕ་མའི་ཐུགས་རྗེ་ཐེངས་དང་པོ་འདི་ཟླ་འདིའི་ཕྱི་ཚེས་བཅུ་དྲུག་ཉིན་འཚོགས་གནང་བའི་སྐོར་ལ་སློབ་བུ་ལྷག་པ་རྡོ་རྗེ་ལགས་ཀྱིས་གསུངས་པ་གསན་གཟིགས་ཡོང་བར་ཞུ། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་རྒྱལ་རྒྱལ་ཕ་མེས་ཐུགས་རྗེའི་ཐེངས་དང་པོ་དེ་ཟླ་བ་ལྔ་པའི་ཚེས་བཅུ་དྲུག་ཉིན་སློབ་གྲྭའི་ཚིག་སྒྲོན་མའི་ཚོགས་ཁང་ཆེན་མོའི་ནང་དུ་འཚོགས་གནང་སོང། དེ་ཡི་ཐོག་སྐུ་ཉིད་དྲུང་ཆེ་མཆོག་གིས་ད་རིང་གི་ཐུགས་རྗེ་དེ་ནམ་རྒྱུན་གྱི་བྱ་བཞག་ཕལ་པ་ཞིག་ལ་ངོས་མི་འཛིན་པར་རྒྱལ་རྒྱལ་ཕ་མེས་རྣམས་ཀྱང་འགན་ཁུར་ཆེན་པོ་བཞེས་པའི་ཐོག་ནས་མི་ལུས་ཀྱི་ཉེས་པ་ཞིག་དྲག་སྤྱོད་ཀྱི་ཆེད་དུ་སྨན་པ་ཆོས་མོས་ནི་གིས་དེའི་ཐོག་གྲོས་བསྡུར་གནང་བ་ལྟ་བུར་བསྡུས་ཤིག་འཛིན་རྒྱུ་ནི་ཤིན་ཏུ་ནས་གལ་ཆེན་པོ་ཡིན་པའི་སྐོར་ལ་ལམ་སྟོན་བཀའ་སློབ་གནང་བ་ལྟར། དགེ་རྒན་ཕ་མས་ཀྱང་ང་ཚོའི་སློབ་ཕྲུག་རྣམས་ཀྱི་ཐོག་ལ་གོ་བསྡུར་ལྷུག་པོ་གནང་སོང། སློབ་ཚད་ཁང་ཚན་ནང་རྒྱུའི་བར་རིག་གཞུང་འཁྲབ་སྟོན་འགྲན་བསྡུར་གནང་བའི་སྐོར་ལ་སློབ་མ་ཡེ་ཤེས་སྒྲོལ་མ་ལགས་ཀྱིས་གསུངས་པ་གསན་གཟིགས་ཡོང་བར་ཞུ། སློབ་ཁྲིད་ཁང་ཚན་ནང་རྒྱུའི་བར་ལ་ལོ་ལྟར་རིག་གཞུང་འཁྲབ་སྟོན་ཞིག་འགྲན་བསྡུར་གནང་སྲོལ་ཡོད་པ་བཞིན་དེའི་ལོའི་ཕྱི་ཟླ་ལྔ་པའི་ཚེས་པ་ཉིན་གཟབ་རྒྱལ་ཉིན་སློབ་གྲྭའི་ཚེ་རིང་སྒྲོལ་མའི་ཚོགས་ཁང་ཆེན་མོའི་ནང་དུ་འཚོགས་གནང་སོང། དུས་དེར་ཁང་ཚན་རེ་ནས་སློབ་མ་ཆེ་འབྲིང་ཆུང་གསུམ་ནས་ཆོལ་ཁ་གསུམ་གྱི་ཞེད་སྣང་འཁྲབ་སྟོན་གནང་བ་དང་ལྷན་དུ་ཐེངས་འདིར་ནམ་རྒྱུན་དང་མ་འདྲ་བར་ཁང་ཚན་རེ་ཡི་སློབ་གྲྭ་བ་ཕོ་མོ་གང་མང་ཞིག་ནས་ནང་མ་སྟོད་གཞས་རེ་གོ་སྒྲིག་ཞུས་ཡོད། དེ་ཡང་ཁང་ཚན་དགེ་རྒན་རྣམས་དང་སློབ་མ་རྣམས་ཀྱིས་ལྷག་བསམ་ཟོལ་མེད་ཀྱིས་ཟླ་བ་གཅིག་ལྷག་ཙམ་རིང་ལ་སྦྱོང་བརྡར་གང་ལེགས་གནང་སོང་ཡང། འགྲན་བསྡུར་ཅི་འདྲ་ཞིག་ཡིན་རུང་ཐོབ་ཤོར་གྱི་གནད་དོན་ཡོད་པ་བཞིན་ཐེངས་འདིའི་རྒྱལ་ཁ་དེ་གཉའ་ཁྲིའི་ཁང་ཚན་ལ་ཐོབ་སོང།

འོས་ཤིང་བླངས་པ་རེད་བསམས། བོད་པའི་སློབ་གྲྭ་ཡོངས་ནས་འཛིན་རིམ་བཅུ་པའི་ཡིག་རྒྱུགས་ནང་རྩིས་འབུལ་སོན་པའི་སློབ་མ་བསྟན་འཛིན་ལེགས་བཟང་ལགས་ལ་སློབ་བུ་བསོད་ནམས་སྟོབས་རྒྱལ་ལགས་ཀྱིས་བཅར་འདྲི་ཞུས་པ་གསན་གཟིགས་ཡོང་བར་ཞུ། བསྟན་འཛིན་ལེགས་བཟང་ལ་སྐུ་ཁམས་བཟང། སྐུ་ཁམས་བཟང། བསྟན་འཛིན་ལེགས་བཟང་ལ་ཡ་ཆ་མཚོན་པའི་གནས་འདིའི་ལོའི་རྒྱ་གར་རྒྱལ་ཡོངས་ཀྱི་གཟེར་མིག་སྤྱོད་པའི་ཡིག་རྒྱུགས་ཁྲོད་བཙན་བྱོལ་བའི་སློབ་གྲྭ་སྤྱི་ཡོངས་ནས་གྲུབ་འབྲས་རྩེ་ཕུད་སོན་གནང་མཁན་གྱི་སློབ་མ་དེ་ཆགས་བསྡད་འདུག་སོང་ཙང་ཁོ་རང་ལ་ཡང་ང་ནང་ཚུད་འཚམས་འདྲི་ཞུ་བ་དང་སྦྲགས་སྐབས་བབ་ཀྱི་བཅར་འདྲི་ཞུ་ཆོག་པ་བྱས། དུས་ད་ལན་ཁྱེད་རང་གྱིས་སློབ་གྲྭ་སྤྱི་ཡོངས་ནས་གྲུབ་འབྲས་རྩེ་ཕུད་སོན་པ་དེ་ལ་ཡང་ཚོར་སྣང་ག་འདྲས་འདུག།
ང་རང་གིས་ཚོར་སྣང་སྐོར་ལ་ཞུ་བ་ཡིན་ན་དགེ་རྒན་ལས་བྱེད་ཚང་མས་ཀྱི་རེ་བ་ཤུགས་ཆེན་པོ་བྱེད་ཡོད་རེད་ཨ་ནི་རེ་བ་ཤུགས་ཆེན་པོ་བྱེད་ཁྱོད་ལ་དཔེ་ཡོད་གྲུབ་ཐོབ་བ་དེ་ནི་དཔེ་དགའ་བོ་བྱུང་སོང་དམིགས་བསལ་གྱིས་ནི་ང་རང་གི་ཕ་མ་གཉིས་རེད་རྨོ་མོ་ལགས་རེད་ནང་མི་ཚང་མས་ཀྱིས་ད་རེ་བ་ཤུགས་ཆེན་པོ་བྱེད་ཡོད་རེད་གྲུབ་ཐོབ་བ་དཔེ་དགའ་བོ་བྱུང་སོང། ད་དེའི་ལོ་ཁྱེད་རང་གྲུབ་འབྲས་རྩེ་ཕུད་སོན་ཙང་ཅེས་དགེ་ལས་མང་དག་ཅིག་གིས་ད་ག་ནང་བཞིན་གྱི་ཅེས་འཛིར་མི་བཅུ་གཉིས་ལས་ཡིན་ནའི་རེ་བ་བྱེད་ཀྱི་རེད་དེ་དེའི་ཐོག་ལ་ཁྱེད་རང་གི་དགོངས་ཚུལ་ག་འདྲས་ཡིན་ན།

སློབ་སྦྱོང་བྱེད་ཆོག་གོ་ལ་ཞུ་འོས་ན་ནི་ཉི་མ་གཅིག་ནང་ལོ་ལ་ད་བྱང་ང་གི་དུས་ཚོད་ཞུ་རོགས་འདི་ངས་བཅད་ཁྲོ་ལ་བཏང་མི་རོགས་ནི་རང་སྦྱོང་དུས་ཚོད་དེ་ལ་ཡང་ཉིད་ཀྱི་ད་ག་ལ་བ་རེད་དོ་ན་ཡག་པོ་ཞིག་ཡོད་ནི་རང་སྦྱོང་དུས་ཚོད་དེ་ཆུ་ཚོད་རང་སྦྱོང་དང་པོ་དེ་ཚོད་གཅིག་ད་ཆ་རང་སྦྱོང་གཉིས་པ་དེ་ཚོད་གཅིག་ཡིན་པ་ཡིན་ན་ནི་རང་སྦྱོང་དུས་ཚོད་དེ་ལ་ངས་ཁྲོ་ལ་མ་བཏང་བ་བྱས་ད་ག་ལ་བ་རེད་རང་གི་ད་ག་རེ་ཇུས་འཛོད་དཔག་ཚོད་ལ་སྤེལ་བས་ནི་རང་སྦྱོང་ཡག་པོ་བྱས་རེད་མཚམས་མཚམས་ཡང་ཡང་འདྲ་ཡོང་སྲིད་ར།

བཅས། ཟླ་བ་འདིའི་ནང་གི་གལ་ཆེའི་ལས་རིམ་ཁག་ཕྱོགས་བསྡུས་ཞུས་ཡོད་པས་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་གསར་འགྱུར་ལས་རིམ་གསན་གཟིགས་གནང་བར་ཐུགས་རྗེ་ཆེ་ཞུ་བ་དང་སྦྲགས་སླད་མ་མཇལ་བར་སྐུ་གཟུགས་ལ་ཐུགས་བཅག་དང་བྱ་བ་ལམ་འགྲོ་ཡོང་བའི་བཀྲ་ཤིས་སྨོན་འདུན་ཞུ།